ད་ནི་དུས་གསུམ་ཡང་རྫས་གྲུབ་ཏུ་མེད་པར་ལུས་དག་ཅིང་དངོས་པོར་འདོད་པ་དང། གང་དུ་བྱེ་བྲག་སྨྲ་བ་བཤད་པའི་སྐབས་སུ་དུས་གསུམ་ལ་སོགས་པ་གང་ལྟར་ཡོད་པ་ཐམས་ཅད་རྫས་སུ་གྲུབ་པ་རེད་ཟེར་ལབ་རེ། བྱེ་བྲག་སྨྲ་བ་གིས་དཔེར་ན་བུམ་པའི་འདས་པ་དང་མ་འོངས་པ་དང་ད་ལྟ་བ་ཟེར་ལབ་དེ་གང་ལ་བུམ་པ་རང་གི་སྒང་དུ་བཞག་གི་ཡོད་པ་རེད་མ་གཏོགས་ད་ནི་དུས་ཀྱི་འགྱུར་བའི་ཆ་ལྟ་བུ་དེ་འདྲ་ལ་བཞག་གི་ཡོད་པ་མ་རེད། ད་ནི་མདོ་སྡེ་པ་ལ་སོགས་པའི་ལུགས་ལ། འདས་མ་འོངས་ད་ལྟ་དུས་གསུམ་ཟེར་བ་དེ་བུམ་པ་གྱི་འགྱུར་བའི་ཆ་ལ་བཏགས་པ་ཅིག་རེད་མ་གཏོགས་བུམ་པ་ཁོ་རང་གི་སྟེང་དུ་དུས་གསུམ་བཞག་ཐུབ་གི་མ་རེད། ཨ་ནི་དུས་གསུམ་ཟེར་བ་འདས་མ་འོངས་ད་ལྟ་ཟེར་བ་དུས་གསུམ་དེ་བུམ་པ་གྱི་འགྱུར་བའི་ཆ་ལ་བཏགས་པ་ཅིག་རེད་མ་གཏོགས་དེ་ལ་རྫས་ཡོད་དུ་གྲུབ་པའི་དངོས་པོ་ཅིག་ཡོད་པ་མ་རེད་ཡིན་ཙང་དུས་གསུམ་དག་ཡོད་དམ་ཡང་ན་དེ་མིན་འདུ་བྱེད་ཡིན། དེ་ཡང་དངོས་པོ་རྣམས་ཀྱི་འགྱུར་བའི་ཆ་ལ། བརྟག་པ། འོ་དེ་འདྲ་ཅིག་ལ་ཁས་ལེན་གྱི་ཡོད་པ་རེད། ད་ནི་ལྷ་སྐྱེས་དང་ལྷ་མེད་ཀྱི་མྱང་འདུའི་ཀུན་སྙིང་པོ་སྤང་བྱ་གབ་པའི་མེད་དགག་ཅང་མེད་པར་འདོད། མདོར་ན་མེད་དགག་ཏུ་འདོད་ཀྱི་ཡོད་པ་རེད། ལྷ་སྐྱེས་མྱང་འདས་ཡིན་ན་འདྲ་ལྷ་མེད་མྱང་འདས་ཡིན་ན་འདྲ་མྱང་འདས་ཐར་པ་འགོག་བདེན་དེ་ཚོ་ཚང་མ་མེད་དགག་རེད་ཟེར་ལབ་ཀྱི་ཡོད་པ་རེད། ད་ནི་ཅང་མེད་ལབ་པ་ཡིན་ན་དགག་བྱ་དེ་བཀག་པའི་ཤུལ་དུ་གང་ཡང་མེད་པ། དཔེར་ན། འདོད་ཆགས་སྤངས་པའི་མགོ་ལྡན་ལྟ་བུ་ལ་མཚོན་པ་ཡིན་ན་འདོད་ཆགས་མེད་པར་གྱུར་པ་ཙམ་ལ་འདོད་ཆགས་སྤངས་པའི་མགོ་ལྡན་ཟེར་སླ་བ་རེད་མ་གཏོགས་དེའི་ཤུལ་དུ་དངོས་པོ་གཞན་པ་གང་ཡང་བཞག་རྒྱུ་མེད་པ་ཡིན་ཙང་མེད་དགག་ཅང་མེད་ཟེར་སླ་བ་ཡོད་པ་རེད། ད་ནི་དགྲ་བཅོམ་པ་མཐོང་ཆོས་སྡེར་གནས་ཀྱི་བསམ་གཏན་ཙམ་ལས་ཉམས་པར་འདོད་པས་ཉམས་པའི་ཆོས་ཅན་ཞེས་བྱ་ཡི་འབྲས་བུ་ལས་ཉམས་པར་མི་འདོད། བྱེ་བྲག་སྨྲ་བའི་ལུགས་ལ་དགྲ་བཅོམ་པ་སྤངས་རྟོགས་གཉིས་ཀ་ལས་ཉམས་པ་ཡོད་རེད། སྤངས་རྟོགས་ལས་ཉམས་ནས་རྒྱུན་བཤིག་བྱ། ཡང་ཉམས་ལེན་གྱི་ལས་དགྲ་བཅོམ་པ་ཐོབ་ཡང་དམའ་ས་འོ་དེ་འདྲ་གི་རྣམ་གཞག་ཅིག་ཁས་ལེན་གི་ཡོད་པ་རེད་མདོ་སྡེ་པའི་ལུགས་ལ་དགྲ་བཅོམ་པ་ཐོབ་སོང་ན་ཡང་སྤྱིར་སྤངས་རྟོགས་ལས་ཉམས་མེད་ཡོད་མ་རེད་ཡིན་ན་ཡང་མཐོང་ཆོས་ལ་བདེ་བར་མི་གནས་པ་དེ་འདྲ་ཡོད་རེད། དགྲ་བཅོམ་པ་ལ་ན་ཚ་ཡ་ན་ཡ་དང་དགྲ་བཅོམ་པ་ལ་མུ་གེ་བྱུང་ནས་ཁ་ལ་མ་རག་ནས་སྐུ་གྲོངས་སོང་བ་ལ་སོགས་པ་གང་ལྟར། ནི་སྟངས་སྡུག་པོ་སྡུག་བསྔལ་སྣ་ཚོགས་མྱོང་བ་དེ་འདྲ་ཡོད་རེད་ཟེར། རང་གི་ཕུང་པོ་དེ་སྔ་མའི་ལས་ཉོན་གྱིས་འཕངས་པའི་ཕུང་པོ་ཡིན་པ་ཡིན་ཙང་དེ་ལ་སྡུག་བསྔལ་བྱུང་བ་རེད་མ་གཏོགས་དགྲ་བཅོམ་པ་རྟོགས་པ་ལས་ཉམས་སོང་བ་དེ་འདྲ་གང་ཡང་མ་རེད། དེ་འདྲ་གསུང་གི་ཡོད་པ་རེད། ད་ནི་གྲུབ་མཐའ་འདི་ཡང་རྩ་བ་རྒྱལ་བའི་གསུང་རབ་མདོ་སྡེ་རྣམས་ལ་བརྟེན་ཅིང་བཙུན་པ་ཆེན་པོ་དགེ་འདུན་ཟུང་དང་པར་ལེན་སོགས་ཀྱིས་དར་ཞིང་རྒྱས་པར་བྱས་སོ། བྱེ་བྲག་སྨྲ་བ་ཡིན་ན་རེད་མདོ་སྡེ་བ་ཡིན་ན་རེད། གྲུབ་མཐའ་གྱི་གཞི་འཛུགས་ས། གྲུབ་མཐའ་དེ་འདྲ་ཞིག་བྱ་དགོས་པའི་འབྱུང་ས་འབྱུང་ཁུངས་ལྟ་བུ་དེ་རྒྱལ་བའི་གསུང་རབ་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་ཡིན་པ་རེད། སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་ཡི་ནང་དུ། གདུལ་བྱ་རྣམས་ཐར་བ་དང་ཐམས་ཅད་མཁྱེན་པའི་ལམ་ལ་འཁྲིད་པའི་ཆེད་དུ། གསུང་ཚུལ་མི་འདྲ་བ། ལྟ་གྲུབ་རིགས་མ་འདྲ་བ་མང་པོ་ཅིག་གསུངས་ཡོད་པ་ཡིན་ཙང། ནང་པ་སངས་རྒྱས་པ་ལ་གྲུབ་མཐའི་རྣམ་གྲངས་མང་པོ་བྱུང་བཞག་པ་དེ་འདྲ་ཅིག་རེད། ཡིན་ཙང་མདོ་སྡེ་བ་གའི་གྲུབ་མཐའ་གྱི་གཤིས་འཛིན་ས་ཡང་སངས་རྒྱས་བཅོམ་ལྡན་འདས་ཀྱི་བཀའ་ཡིན་པ་དང། མདོ་སྡེ་བའི་གྲུབ་མཐའ་དར་རྒྱས་སུ་གཏོང་མཁན་གྱི་སློབ་དཔོན་བཙུན་པ་ཆེན་པོ་དགེ་འདུན་སྲོང་དང་པཱ་ལིན་ལ་སོགས་པ་མདོ་སྡེ་བའི་སློབ་དཔོན་མང་པོ་བྱུང་བ་རེད། དེ་དག་གིས་དར་ཞིང་རྒྱས་པར་བྱས་པ་རེད། དེ་འདྲ་གསུང་གི་ཡོད་པ་རེད། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་ཆེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།